གྲོགས་ལྷན་རྒྱས་སྐུ་ཁམས་བཟང། ད་ལྟ་ཁྱེད་རྣམ་པས་ཉི་གཞོན་གྱི་ས་ག་ཟླ་བའི་དམིགས་བསལ་གྱི་ལེ་ཚན་སྟོན་པའི་མཛད་རྣམ་ཀློག་འདོན་ཞུས་པ་དེ་གསན་བཞིན་པ་རེད། གཤམ་ལ་ཡང་གནས་བརྟན་གསེར་རིའི་དར་མས་བརྩམས་ཤིང་ངེས་དོན་རྒྱ་མཚོས་བོད་སྐད་ནང་བསྒྱུར་གནང་བའི་སྟོན་པའི་མཛད་རྣམ་གསལ་བའི་མེ་ལོང་ཞེས་པ་ཀློག་འདོན་ཞུ་གི་ཡིན་པས་རྣམ་པ་ལེན་མཁན་ཚོ་ཐུགས་སྤྲོ་པོའི་ངང་གསན་རོགས་གནང། ལེའུ་དང་པོ། ཡབ་རྒྱལ་པོ་ཟས་གཙང་མ་དང་ཡུམ་སྒྱུ་འཕྲུལ་ཆེན་མོ། གནའ་སྔ་མོ་ཞིག་ན། རྒྱ་གར་བྱང་ཕྱོགས་ཀྱི་སེར་སྐྱའི་གཞི་ཞེས་བྱ་བར། མཚན་ལ་ཟས་གཙང་མ་ཞེས་པའི་རྒྱལ་པོ་ཞིག་ཡོད། རྒྱལ་པོ་དེས་མཛེས་སྡུག་ཡིད་དུ་འོང་བའི་ཀོ་ལི་ཡའི་རིགས་ཀྱི་སྲས་མོ་སྒྱུ་འཕྲུལ་ཆེན་མོ་དང་ལྷན་དུ་གཉེན་སྒྲིག་བྱས་ཏེ། ཁོང་རྣམ་གཉིས་ཀྱིས་ཤཱཀྱའི་རིགས་ཀྱི་མངའ་འབངས་ལ་རྒྱལ་སྲིད་ཆོས་བཞིན་དུ་བསྐྱངས་པ་རེད། ཤཱཀྱའི་རིགས་ཀྱི་རྒྱལ་ས་ནི་སེར་སྐྱའི་གཞི་ཞེས་བྱ་བ་དེ་ཡིན་ཞིང། དེ་ནི་རྒྱ་གར་བྱང་ཕྱོགས་ཀོ་ལི་ཡའི་རྒྱལ་ཕྲན་གྱི་ཉེ་འདབས་སུ་ཆགས་ཡོད། རྒྱལ་པོ་ཟས་གཙང་མ་ནི་ཧ་ཅང་གི་ཡ་རབས་བཟང་སྤྱོད་དང་ལྡན་པ་ཞིག་ཡིན་ལ། ཁོང་གི་བཙུན་མོ་སྒྱུ་འཕྲུལ་ཆེན་མོ་ཡང་དེ་དང་གཅིག་མཚུངས་ཀྱི་ཀུན་སྤྱོད་ལ་ལྷད་མེད་པ་ཞིག་ཡིན། དེར་བརྟེན། ཕོ་བྲང་དུ་ཡོད་པའི་འཁོར་གཡོག་མཐོ་དམན་ཚང་མ་ཁོང་རྣམ་གཉིས་ལ་སྙིང་ཐག་པ་ནས་དགའ་མོས་དང་བརྩེ་ཞེན་བྱེད་བཞིན་ཡོད། འོན་ཀྱང། རྒྱལ་པོ་དང་བཙུན་མོས་དུས་ཡུན་རིང་མོ་ཞིག་གི་སྔོན་ནས། སྲས་ཤིག་འཁྲུངས་རྒྱུར་ངང་སྒུག་གི་རེ་བ་བྱེད་ནའང། སྲས་གཅིག་ཀྱང་མ་འཁྲུངས་པ་རེད། གང་ལྟར། དེ་ལྟ་བུའི་ལོ་ཟླ་རིམ་བཞིན་བཞུད་འགྲོ་བའི་མུར། ཚེས་ཆེན་བཅོ་ལྔ་ཞིག་གི་མཚན་མོར། བཙུན་མོ་སྒྱུ་འཕྲུལ་ཆེན་མོ་ལ་རྨི་ལམ་ཡ་མཚན་ཅན་ཞིག་བྱུང་བ་རེད། རྨི་ལམ་དེའི་ནང། ལྷ་དང་ལྷ་མོ་བཞི་ཡིས་བཙུན་མོ་ཁོང་ཧི་མ་ལ་ཡའི་རི་རྒྱུད་ཀྱི་མཚོ་མ་དྲོས་ཞེས་པ་དེར་ཁྲིད་ནས། ལྷ་དང་ལྷ་མོའི་ཚོགས་ཀྱིས་མཚོ་མོ་དེར་ཁོང་གི་སྐུ་གཟུགས་ཁྲུས་ཅིང་ཁུ་ཁྲུས་གསོལ་བར་བྱས་ཏེ། རབ་འབྱམས་ལྷ་རྫས་ཀྱི་ནམ་ས་དག་གཡོགས་པའི་མཇུག་ཐོག་དེར། དུང་ལྟར་དཀར་བའི་གླང་ཆེན་ཞིག་གིས་མཆེ་བའི་དཀྱིལ་དུ་པད་དཀར་གྱི་མེ་ཏོག་འགའ་ཞིག་ཁྱེར་ནས། ཁོང་ལ་ལན་གསུམ་གྱི་བར་དུ་བསྐོར་བ་བྱས་ཏེ། མཐར། གླང་ཆེན་དེ་མི་ངུས་པར་གྱུར་པ་རེད། དེ་ནས་ཁོང་གནས་ལས་སད་པའི་སྡེ་ཚོ་ཚང་མ་རྨི་ལམ་ཡིན་པ་གཞི་ནས་ཤེས་པ་རེད། འོན་ཀྱང་ཕྱི་ཉིན་ཞོགས་པ་སྔ་པོ་དེར། བཙུན་མོ་སྒྱུ་འཕྲུལ་ཆེན་མོ་རྒྱལ་པོ་ཟས་གཙང་མའི་མདུན་དུ་བཅར་ནས། མདང་ནུབ་རྨིས་པའི་རྨི་ལམ་གྱི་སྐོར་ཇི་བཞིན་ཞུས་པ་ན། རྒྱལ་པོ་ཆེན་པོས་རྨི་ལམ་དེ་དོན་གནད་མ་རྟོགས་པར་བརྟེན། ཁོང་གིས་མཁྱེན་རྒྱ་ཆེ་ཞིང་ཤེས་ཡོན་གྱིས་ཕྱུག་པའི་དྲང་སྲོང་འགའ་ཕོ་བྲང་དུ་འབོད་པ་རེད། རྨི་ལམ་གྱི་ལྟས་ལ་བརྟག་དཔྱད་བྱེད་དུ་བཅུག་ནས་དེའི་སྐོར་བཀའ་འདྲི་ཞུས་པར། མཁྱེན་རྒྱ་ཆེ་བའི་དྲང་སྲོང་དག་གིས་མགྲིན་པ་གཅིག་ཏུ་ཞུ་དོན། ཀྱེ་རྒྱལ་པོ་ཆེན་པོ་ལགས། ལྷ་དང་ལྷ་མོའི་ཚོགས་ཀྱི་བཙུན་མོ་སྒྱུ་འཕྲུལ་ཆེན་མོ་སངས་རྒྱས་ཀྱི་ཡུམ་བྱིན་དུ་གདམས་པ་ལགས་ན། ཁྱེད་ནི་ཇི་འདྲའི་སྐུ་བསུས་དང་ལྡན་པ་ཞིག། དེས་ན། བསད་དེ་རིང་པོར་མི་ཐོགས་པར་བླ་ན་མེད་པ་ཞིག་ཏུ་འགྱུར་བར་ངེས་སོ་ཞེས་ཞུས་པ་ན། བཀྲ་ཤིས་པའི་གཏམ་བཟང་དེས་རྒྱལ་པོ་ཡབ་ཡུམ་གཉིས་ལ་སྤྲོ་སྣང་དང་དགའ་སྐྱིད་ཚད་མེད་པ་ཞིག་སྦྱིན་པ་རེད། བཀྲ་ཤིས་པའི་གཏམ་བཟང་དེས་རྒྱལ་བློན་གཡོག་འཁོར་དང་བཅས་པ་ལ། བརྗོད་ཀྱིས་མི་ལངས་པའི་དགའ་བ་སྦྱིན་པར་བརྟེན། རྒྱལ་ཕྲན་དེའི་ཡུལ་མི་ཡོད་དོ་ཅོག་ཕོ་བྲང་དུ་མགྲོན་འབོད་གནང་སྟེ་གསོལ་སྟོན་གཟབ་རྒྱས་ཤིག་བཤམས་ཏེ། བཀྲ་ཤིས་ཤིང་དོན་འགྲུབ་པའི་གཏམ་བཟང་གི་གནས་ཚུལ་དེ་ཡོངས་ཁྱབ་ཏུ་གསལ་བསྒྲགས་གནང་བ་རེད། ཐ་ན་ཡུལ་མི་དབུལ་ཞིང་ཕོངས་པ་དག་ལའང་ཟས་གོས་ཀྱི་སྦྱིན་པ་བཏང་གནང་བ་སོགས་མདོར་ན་དགོས་ངེས་ཀྱི་བྱེད་སྒོ་མཐའ་དག་མ་བརྗེད་པར་བསྒྲུབས་གནང་བ་རེད། ལེའུ་གཉིས་པ། ལུམ་བི་ནིའི་ཚལ་དུ་སངས་རྒྱས་སྐུ་བལྟམས་པ། མཚལ་ལམ་འདི་བྱུང་ནས་ཟླ་བ་བཅུ་ཙམ་གྱི་རྗེས། བཙུན་མོ་སྒྱུ་འཕྲུལ་ཆེན་མོས། རང་ཉིད་ཟས་བཙའ་བ་ལ་མངོན་དུ་ཕྱོགས་པར་ཤེས་ནས་རྒྱལ་པོ་ཟས་གཙང་མའི་མདུན་དུ་བཅར་ཏེ་ཞུས་པ། རེས་འཛའ་ཞིང་བརྩེ་བའི་རྒྱལ་པོ་ཆེན་པོ་ལགས། ད་ངེད་གཉིས་ཀྱི་ཟས་འཁྲུངས་ལ་ཉེ་བས། ཁོ་མོ་རང་གི་པཱ་ལགས་ཀྱི་ལུང་པར་བསྐྱོད་དགོས་ཞེས་ཞུས་པ། རེད། སྤྱིར་བཟའ་ཟླ་སུ་འདྲ་ཞིག་ཡིན་རུང་རང་ཉིད་ལ་ཕྲུ་གུ་སྐྱེ་སྐབས་རང་གི་ཕ་ཁྱིམ་དུ་སྐྱེ་དགོས་པ་ནི་སྐབས་དེ་དུས་ཀྱི་རྒྱ་གར་བའི་ཡུལ་སྲོལ་གོམས་གཤིས་ཤིག་ཡིན། རྒྱལ་པོ་ཆེན་པོས་དེ་ལ་མོས་མཐུན་གནང་སྟེ། དེ་ནི་བཀྲ་ཤིས་པའི་གཏམ་བཟང་ཞིག་རེད། དེས་ན། ཁོ་བོས་ཁྱེད་ཕ་ཁྱིམ་དུ་ཕེབས་པར་དགོས་ངེས་ཀྱི་གྲ་སྒྲིག་དག་བྱེད་ཀྱི་ཡིན་ཅེས་གསུངས་པ་རེད། དང་ཐོག་རྒྱལ་པོ་ཆེན་པོས་བཙུན་མོའི་ཕེབས་ལམ་ལ་གཙང་སྦྲ་བྱེད་མཁན་གྱི་དམག་མི་བཏང་ཞིང། གྲྭ་བ་གྲྭ་ཆས་སོགས་རྒྱན་གྱིས་ལེགས་པར་སྤྲས་པའི་ཕེབས་བྱམས་སུ། བཙུན་མོ་སྒྱུ་འཕྲུལ་ཆེན་མོ་ཕེབས་སྐབས་གོས་ངེས་ཀྱི་ཡོ་བྱད་དང་སྐུ་སྲུང་དམག་མི་ཁ་ཤས་ཤིག་ཀྱང་གྲ་སྒྲིག་གནང་བ་རེད། དེ་ནས་བཙུན་མོ་སྒྱུ་འཕྲུལ་ཆེན་མོ་སེར་སྐྱའི་གཞི་ནས་ཕེབས་ཐོན་གནང་སྟེ་དམག་མི་དང་ཕེབས་སྐྱེལ་བའི་རུ་སྒྲིག་ཁྲོད་རང་གི་ཡབ་ཆེན་གྱི་ཕོ་བྲང་ཕྱོགས་སུ་བལྟས་ནས་བྱོན་པ་རེད། སེར་སྐྱའི་གཞི་ནས་ཀོ་ལི་ཡའི་རྒྱལ་ཕྲན་དུ་ཕེབས་ན་ལུམ་བི་ནི་ཚལ་ཞེས་པའི་སྐྱེད་ཚལ་དེ་བརྒྱུད་ནས་ཕེབས་དགོས་པས་ཁོང་ཚོ་དེར་འབྱོར། སྐྱེད་མོས་ཚལ་དེ་ནི་ཧི་མ་ལ་ཡའི་རི་གཤམ་དུ། བལ་པོ་ཞེས་པའི་རྒྱལ་ཕྲན་གྱི་ཉེ་འདབས་སུ་ཡོད་ཅིང། དེའི་དུས་སུ། ཤིང་སཱ་ལའི་སྡོང་པོ་དག་ནི། ཞིམ་མངར་གྱི་དྲི་མས་ཁེངས་ཤིང། མཛེས་སྡུག་ཡིད་དུ་འོང་བའི་མེ་ཏོག་སྣ་ཚོགས་ཀྱིས་བརྒྱན་འདུག། མ་ཟད། བྱ་དང་བྱིའུ་སོགས་ཁ་ལ་རྒྱུ་བ་དག་དང། སྦྲང་བུ་དང་ཕྱེ་མ་ལེབ་སོགས་འབུ་སྲིན་རྣམས་ཀྱིས་ཀྱང་སྐད་ངན་སྒྲོག་བཞིན་སྐྱེད་མོས་ཚལ་འདིར་ཁེངས་འདུག་གོ། མཛེས་སྡུག་ཡིད་འོང་བའི་སྐྱེད་ཚལ་བདེ་དང། དེ་ན་སྐྱེས་པའི་བརྗིད་ཉམས་ཀྱི་སྡོང་པོ། གཞན་ཡང། དྲི་ངད་ཕྱོགས་སུ་འཐུལ་བའི་མེ་ཏོག་སྣ་ཚོགས་དང། དྲི་ཟིང་ཆེ་བའི་བྱ་བྱིའུ་སྦྲང་བུ་དག་གིས་སྐད་སྙན་གྱི་བྲིས་འགྱུར་གླུ་རུ་བླངས་པ་སོགས་ཀྱིས་བཙུན་མོ་སྒྱུ་འཕྲུལ་ཆེན་མོའི་ཐུགས་ཡིད་དབང་མེད་དུ་འཕྲོག་པ་རེད། མ་ཟད་སྐྱེད་མོས་ཚལ་དེ་ནི། སྐུ་ངལ་གསོ་བའི་གནས་མཆོག་ཕུལ་དུ་བྱུང་བ་ཞིག་ཡིན་པར་བརྟེན་བཙུན་མོ་སྒྱུ་འཕྲུལ་ཆེན་མོ་ན་རེ། ང་ཚོས་འགྲོ་མཚམས་བཞག་སྟེ་སྐྱེད་ཚལ་འདི་རུ་ཡུད་ཙམ་རེ་ངལ་གསོ་བྱེད་ཀྱི་ཡིན། ཞེས་ཕེབས་སྐྱེལ་བ་རྣམས་ལ་བཀའ་བཏང་བ་རེད། དེ་ནས་བཙུན་མོ་སྒྱུ་འཕྲུལ་ཆེན་མོ་ཤིང་སཱ་ལའི་སྡོང་པོ་ཞིག་གི་འོག་ཏུ་སྐུ་ངལ་གསོས་ནས་བཞུགས་པའི་སྐབས། ཁོང་ལ་སྲས། སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་པ་རེད། སྲས་འཁྲུངས་དུས་ཀྱི་ལོ་ཚིགས་དེ་ནི། སྤྱི་ལོ་མ་ཚུགས་གོང་གི་ལོ་དྲུག་བརྒྱ་ཉི་ཤུ་རྩ་གཉིས་ཀྱི་ས་ག་ཟླ་བའི་ཡར་ཚེས་བཅོ་ལྔའི་ཉིན་ཡིན་ཞིང། ཉིན་མོ་འདི་ནི་ཆེས་བཀྲ་ཤིས་པའི་ཉིན་མོ། དོན་འགྲུབ་པའི་ཉིན་མོ། ཕུན་སུམ་ཚོགས་པའི་ཉིན་མོ་ཞིག་རེད་ཨང། སྐྱེས་རབས་གཞན་རིགས་ནས་ཁོང་སྐུ་བལྟམས་མ་ཐག་ས་གཞི་ཆེན་པོའི་སྟེང་གོམ་པ་བདུན་སྤོས་ཏེ། གང་དུ་གོམ་པ་སྤོས་པའི་གཞི་དེར། མེ་ཏོག་པད་མ་རེ་འཁྲུངས་པར་བཞེད། ད་དུང། མཁྱེན་རབ་གཞན་དག་ནི། སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་མ་ཐག་གང་གི་ཞལ་ནས། འཇིག་རྟེན་འདི་ན་ང་ཉིད་མཆོག་ཡིན་ཏེ། དྲན་པའི་བདག་དང་བྲལ་བ་ཉིད་ཀྱིས་སོ། སྐྱེ་བ་འདི་ནི་ཐ་མར་ངེས་པས་ན། སླར་ཡང་འཇིག་རྟེན་འདི་རུ་སྐྱེ་མི་འགྱུར། ཞེས་སོགས་གསུངས་པར་བཞེད། ཡུམ་སྒྱུ་འཕྲུལ་ཆེན་མོ་ལ་སྲས་འཁྲུངས་མ་ཐག། ཁོང་མགྱོགས་མྱུར་ངང་སེར་སྐྱའི་གཞི་ལ་ཕྱིར་ཕེབས་གནང་བས། ཡབ་རྒྱལ་པོ་ཟས་གཙང་མས་སྐྲ་ཤི་བའི་གནས་ཚུལ་དེ་མཁྱེན་ནས་བླ་ན་མེད་པའི་དགའ་སྤྲོ་སྐྱེས་ཏེ། སླར་ཡང་རྒྱལ་ཕྲན་དེས་ཡུལ་མི་ཡོངས་རྫོགས་ཕོ་བྲང་དུ་མགྲོན་འབོད་ཀྱིས་དགའ་སྟོན་ཟབ་རྒྱས་ཤིག་བཤམས་གནང་བ་རེད། ལེའུ་གསུམ་པ། སངས་རྒྱས་ཀྱི་མཚན་གསོལ་མཛད་སྒོ། ཡབ་རྒྱལ་པོ་ཟས་གཙང་མ་ལགས། གུང་ན་འདྲེས་པའི་མཆོད་གནས་སློབ་དཔོན་ཞིག་ཡོད་ཅིང། ཁོང་ནི་ཧ་ཅང་གི་མཁྱེན་དཔྱོད་དང་ལྡན་པ་ཞིག་ཡིན་སྟབས། ཡུལ་མི་ཀུན་གྱིས་ཁོང་ལ་དྲང་སྲོང་ཆེན་པོ་ཞེས་ཞུ་བཞིན་ཡོད། ཁོང་གི་མཚན་ངོ་མ། ཀ་ལ་སྡེ་བ་ལགས་ཞེས་ཞུ་གི་ཡོད་ན་ཡང་དུས་རྒྱུན་ཡུལ་མི་ཚང་མས་ཁོང་ལ། དྲང་སྲོང་ཆེན་པོ་ཉོན་མོངས་མེད་ཅེས་འབོད་ཀྱི་ཡོད། དྲང་སྲོང་ཉོན་མོངས་མེད་ནི། དབེན་པའི་ནགས་ཚལ་ཁྲོད་དུ་བཞུགས་ཀྱི་ཡོད་ན་ཡང། ཁོང་གིས་ཡབ་རྒྱལ་པོ་ཟས་གཙང་མ་ལ་སྲས་ཤིག་འཁྲུངས་པའི་གཏམ་བཟང་དེ་ཐོས་པས་ཧ་ཅང་གི་དགའ་སྤྲོ་སྐྱེས་པ་རེད། གང་ཡིན་ཞེ་ན། ཡབ་རྒྱལ་པོ་ཟས་གཙང་མ་ལ་མཚོན་ན། དེ་ནི་ཐོག་དང་པོར་འཁྲུངས་པའི་སྲས་ཡིན་པའི་རྒྱུ་མཚན་གྱིས་ཡིན། དེའི་ཕྱི་ཉིན། དྲང་སྲོང་ཉོན་མོངས་མེད་ཡབ་རྒྱལ་པོ་ཟས་གཙང་མའི་སྲས་ལ་གཟིགས་པར་ཕེབས་པས། ཡབ་རྒྱལ་པོས་རང་ཉིད་ཀྱི་སློབ་དཔོན་སླར་ཡང་མཇལ་བར་དགའ་སྤྲོ་ཚད་མེད་སྐྱེས་ཏེ་ཁོང་ཕོ་བྲང་དུ་གདན་འདྲེན་ཞུས། དྲང་སྲོང་ཆེན་པོ་བཞུགས་ཁྲིར་བཞུགས་པའི་རྗེས། ཡབ་སྲས་གཙང་མས་རང་གི་སྲས་དྲང་སྲོང་ཆེན་པོའི་མདུན་དུ་ཁྱེར་ནས་ཁོང་ལ་སྤྱན་འབུལ་དང་སྦྲགས་ཞུ་དོན། ཀྱེ་བླ་མ་རིན་པོ་ཆེ། ཁ་སང་སྐྱེས་པའི་ངའི་བུ་འདི་རེད་ལ། དེས་ན། བུ་ཆུང་འདིས་མ་འོངས་པའི་མདུན་ལམ་སྐོར་ལ། ལེགས་ཉེས་ཀྱི་ལུང་བསྟན་ཞིག་གནང་རྒྱུའི་བཀའ་དྲིན་མི་འབྱུང་བ་ཞུ་ཞེས་ཞུས་པ་དང་ཆབས་ཅིག། ཡབ་རྒྱལ་པོས་ཁོང་གི་སྲས་རྨ་བྱ་དེ་ལ་བརྟག་ཞིབ་མཐིལ་ཕྱིན་ཡོང་ཆེད་དྲང་སྲོང་ཆེན་པོའི་མདུན་དུ་ཡར་བཀྱགས་ནས་སྤྱན་འབུལ་ཞུས་པ་རེད། དེའི་སྐབས་སུ་ཆེས་ཡ་མཚན་ཆེ་བའི་གནས་ཚུལ་ཞིག་བྱུང་བ་ནི། རྒྱལ་སྲས་ཀྱིས་རང་གི་ཞབས་གཉིས་དྲང་སྲོང་ཉོན་མོངས་མེད་ཀྱི་དབུ་ཐོག་ཏུ་བཞག་པ་དེ་རེད། དེ་ནས་དྲང་སྲོང་ཆེན་པོས་རྒྱལ་སྲས་ཀྱི་ཞབས་གཉིས་ཚུར་བླངས་ཏེ་ཞིབ་ཅིང་ཕྲ་བའི་སྒོ་ནས་མཚན་རྟགས་ཞུས་པ་ན། ཁོང་གིས་རྒྱལ་སྲས་ཀྱི་ཞབས་མཐིལ་དུ་གསལ་བའི་རྟགས་དང་མཚན་མ་རྣམས་གཟིགས་པས། མགྱོགས་མྱུར་ངང་བཞུགས་ཁྲི་ལས་ཡར་བཞེངས་ཏེ་འདི་འདྲས་གསུངས་པ་རེད། རྒྱལ་སྲས་འདི་ནི་རིང་པོར་མི་ཐོགས་པར་འཇིག་རྟེན་འདིའི་ཐོག་ཆེས་རྨད་དུ་བྱུང་ཞིང་དགོངས་ན་མེད་པའི་སློབ་དཔོན་ཞིག་ཏུ་འགྱུར་བར་ངེས་སོ་ཞེས་སྤྲོ་སྣང་དང་དགའ་སྤོབས་ཀྱི་ངང་གསོལ་བཅོལ་ཐལ་མོ་སྙིང་གར་ཟུམ་སྟེ་རྒྱལ་སྲས་ལ་གུས་བཀུར་ཚད་མེད་ཞུས་པ་རེད། ཡབ་རྒྱལ་པོས་གནས་ཚུལ་དེ་མཐོང་བས་ཁོང་གིས་ཀྱང་དྲང་སྲོང་དང་གཅིག་མཚུངས་ཀྱིས་རང་གི་སྲས་ལ་གུས་ཕྱག་ཞུས་པ་རེད། དེ་ནི་ཡབ་རྒྱལ་པོས་རང་གི་སྲས་ལ་ཕུལ་བའི་ཐོག་མའི་གུས་ཕྱག་དེ་རེད། གང་ལྟར། དྲང་སྲོང་ཆེན་པོའི་མ་འོངས་སྔོན་གཟིགས་ཀྱི་ལུང་བསྟན་དེ་ཡི་རྒྱལ་ཕྲན་དེ་མི་ཚོགས་ཐམས་ཅད་དགའ་ལྡན་དཔལ་གྱིས་ཁེངས་བར་བྱས་པ་རེད། རྒྱལ་སྲས་སྐུ་འཁྲུངས་ནས་ཉིན་ལྔ་པ་དེ་ལ། ཡབ་རྒྱལ་པོ་ཟས་གཙང་མས་རང་གི་སྲས་ལ་མིང་དོན་མཚུངས་པའི་མཚན་ཞིག་ཐོགས་རྗེས་མཚན་གསོལ་མཛད་སྒོ་ཞིག་གྲ་སྒྲིག་གནང་བ་རེད། མཛད་སྒོ་དེའི་ཐོག། གྲལ་མགོ་འདོན་པའི་ཕྱིར་མཁྱེན་རྒྱ་ཆེ་བའི་དྲང་སྲོང་ལྔ་གདན་འདྲེན་ཞུས། ཁོང་རྣམ་པས་རྒྱལ་སྲས་ཀྱི་འཁྲུངས་རྟགས་སོགས་རྟགས་དང་མཚན་མ་རྣམས་ལ་ཞིབ་ཅིང་ཕྲ་བའི་བརྟག་ཞིབ་ཞུས་ཏེ་འདི་འདྲས་གསུངས་པ་རེད། རྒྱལ་སྲིད་རྒྱལ་སྲས་འདི་ཆབ་སྲིད་ཀྱི་ཐུགས་འགན་བདག་གིར་བཞེས་ན། རྒྱལ་པོ་ལས་ཀྱང་རྒྱལ་པོར་འགྱུར་བར་ངེས་ལ། དེ་མིན་རབ་ཏུ་བྱུང་སྟེ་ཆོས་སྒོར་ཞུགས་ན། བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་སུ་འགྱུར་བར་ངེས་སོ་ཞེས་མཐའ་སྡོམ་ཞུས་པ་རེད། འོན་ཀྱང། དྲང་སྲོང་རྣམས་ཀྱི་ཁྲོད་ནས། གུང་ན་ཆུང་ཤོས། མཚན་ལ། ཀོན་ཏཱ་ནི་ཡང་ཞུ་བ་དེས་འདི་འདྲས་གསུངས་པ་རེད། རྒྱལ་སྲས་འདི་ནི། མངོན་པར་རྫོགས་པར་འཚང་རྒྱ་བ་མ་གཏོགས། དེ་ལས་གཞན་གང་དུ་ཡང་མི་འགྱུར་རོ། ཞེས་གསུངས་པ་རེད། དེ་ནས་དྲང་སྲོང་རྣམས་ཀྱིས་རྒྱལ་སྲས་ཀྱི་མཚན་ལ། ཞུ་ན་དོན་གྲུབ། ཧིན་སྐད་ནང། Siddharth། ཞེས་བཏགས་གནང་བ་རེད། ཚེ་ལྡན་ཆེ་བའི་གྲོགས་པོ་རྣམ་པ། མཚམས་འདི་ནས་དེ་རིང་གི་ཀློག་འདོན་ད་ག་མཚམས་བཞག་གི་ཡིན། ང་ཚོ་སླར་ཡང་རྗེས་མའི་ལེ་ཚན་ནང་ལེའུ་བཞི་པ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་སྦྱངས་བརྩོན་ནས་ཀློག་འདོན་ཞུ་གི་ཡིན། རྣམ་པ་ཚོས་ས་ག་ཟླ་བའི་དུས་སྐབས་དམིགས་བསལ་བདེ་ཡག། འདུས་བྱས། སངས་རྒྱས་ཀྱི་མཛད་རྣམ་གསན་ཞུ་བའི་ན་ཉི་མ་ཉིས་རྩ་གཉིས་ནང་ལ་ཡང་སངས་རྒྱས་ཀྱི་མཛད་རྣམ་ཡོངས་སུ་རྫོགས་པ་ཁྱེད་རྣམ་པས་མཁྱེན་ཐུབ་ཀྱི་རེད། དེ་དང་ལྷན་དུ་ཁྱེད་རྣམ་པའི་མཛད་རྣམ་དེ་གང་མང་མང་ཞིག་བརྒྱུད་བསྐུར་གནང་ཐུབ་པ་ཡིན་ན་མི་གཞན་གྱིས་སངས་རྒྱས་ཀྱི་མཛད་རྣམ་གསན་ཐུབ་པས་ཁྱེད་རང་ལ་ཡང་དགེ་བ་ཡོང་གི་རེད། རྣམ་པ་གླེང་སྐད་ང་ཚོ་སླར་ཡང་རྗེས་མི་ལས་ཚེ་ན་སྤྱད་ཡོང།